ད་འདྲའི་བྱ་ལ་ཚུད་འགྲོ་དུས། ད་ཧྲུའུ་ལེའོ་གི་རྒྱུ་ཆ་འདྲ་པོ་དང་དེ་ནས་ང་ཚོ་དེ། ལྕགས་ཀྱི་རྒྱུ་ཆ་འདྲ་པོ་དང་དེ་འདྲའི་ལ་སོགས་པ་ཡོད་ཚར་དུས། དེ་ནས་དོན་སྣོད་ཀྱི་ནང་ནས་དེ་ཞོན་མ་ཐག་འོང་དུས། དེ་ནས་དེའི་ཕྱི་ལོགས་ལ་ད།

དེ་བཅད་དུས་ང་གི་འདིའི་ནང་ལ་མ་དཔོག་སྟེ་གང་དག་དབང་པོ་ཁྲོའི་རིལ་བུ་ཀི་ཀྲེ་ལི་བཞག་ཡོད། དེ་སྔར་གྱི་དབང་པོ་རིལ་བུ་ཀི་ཤེས་པ་དང་འབྲེལ་བཏང་བའི་སྐབས་སུ་དང་དམར་བྱ་དང་དེ་ནས་སྒྲོར་དང་དེ་ནས་གླང་ཆེན་དང་དུ་སོགས་ལ་སོགས་པ་ལས་འབྱུང་བ་ཡིན་གསུངས་འདུག་དེ་དག་དང་འབྲེལ་འབྱུང་ཆོག་གོ་རྒྱུ་རེད། དབང་པོ་རིལ་བུ་དེ་དེ་ནས་སྲོག་ཆགས་སུ་ལ་ཡང་འབྱུང་ཆོག་པ་ཡང་ད་རེས་ང་ཚོ་འགན་དབང་ནང་བཞིན་གྱི་ཉོ་འཁོས་རྐྱང་རྐྱང་མིན་པ། འཕྲི་སྣོན་རྐྱང་རྐྱང་ལ་བསམ་བློ་གཏོང་མ་དགོས་པ། དེ་འདྲ་ཡོང་གི་འདུག་དེ་བཅས་ཡོང་དུས། དེ་གཅིག་གྱིས་གཉིས་ནི་དབང་པོ་རུ་འབོད་དེ། དེ་ནས་སྲོག་ཆགས་དེ་ལ་རྗེས་སུ་འབྱུང་བ་ཅེས། ལྷུན་གྱིས་གྲུབ་པ་མ་ཡིན་པ་ཅེས། ན་ཚ། ད་ཁོ་རང་གི་ངོས་ནས་བཤད་ན་ན་ཚ་ཡིན་པ། དོན་འགྲེལ་གཅིག་རེད་འདུག། དེས་ད་ལྟ་ཁྱེད་རྣམ་པ་གི་སེམས་ལ་གཅིག་ངེས་དགོས་པའི། སྲོག་ཆགས་དེ་ལ་སྤྱིར་བཏང་གཏན་ཁེལ་ཞིག་ཞེ་བོ་མེད་པ་ཅེས།

ཡོད་པ་དེ་སོགས་དེ་ནི་ཁོང་ཚོ་རྗོད་བྱེད་ནི་འདྲ་པོ་འདྲ་སྐྱེས། ད་ལོང་ད་དེ་སོགས་དེ་ནང་ལ་གྲི་རྒྱག་པ་དེ་སོགས་རེད། ད་ནི།

དེའི་ཕྱོགས་ལས་ཀྱི་མ་ནང་བསྟན་ནི་སྡར་མ་ཟ་མའི་སྟེང་ན་སྐྱེས་ལ་དངོས་པོ་ཆེ་བ། ས་ལ་འཁྲིགས་པའི་ངར་ཆེ་བ། མྱང་ན་ཁར་མི་འགྱུར་ཞིང་སྒྲས་མེད་པ། དར་ཁ་དོག་སྣ་ཚོགས་ཀྱི་སྟེང་དུ་བཞག་ཚེ་མདངས་འདྲ་མིན་འགྱུར་བ་དེ་ནི་དབང་རིལ་ཟོར་མིག་ཡིན་པས་མཆོག་ཏུ་བཟང།

ཡང་ན་མཐའ་ལ་མི་འབྱོར་བར་གཙོ་ཆེ་བ་དག་ཁོ་རང་གི་ངོ་བོ་བཟློག་རེ་དུ་རུ་སྐད་དེ་སོགས་ཚང་མ། ད་ལྟར་གྱི་ཁ་དོག་སྣ་ཚོགས་ཀྱི་སྟེང་དུ་བཞག་ཚེ་མདངས་འདྲ་མིན་འགྱུར་བ་དེ། དབང་རིར་སོང་མིན་ཡིན་གསུངས་པ་དེ། ད་དབང་རི་དེ་དེ་ནི། ད་ཁ་དོག་སྣ་ཚོགས་སྟེང་ལ་བཞག་ན། ད་ཁ་དོག་འགྱུར་བ་དེ་གཏན་འཁེལ་རེད། དེ་ཡིན་ནའང་ད་ནི་རྟ་དབང་རིལ་མ་ཡིན་པ་དབང་རིལ་དེ་ལ་ཕྱོགས་ཕྱོགས་འདྲ་པོ་ཡིན་པ། དེ་སོ་ཐར་ཁ་དོག་སྣ་ཚོགས་ཀྱི་སྟེང་ལ་བཞག་དུས་དེ་ནི་ཡང་ཁ་དོག་དེ་འབྱོར་འགྲོ་གི་འདུག་དེ་ང་ཚོ་འདི་འདི་ན་རྫིང་བུ་ཚོ་བར་ཆད་ཡོད་ཀྱི་རེད་རྩེད་མོ་དེ་རྩེ་མྱོང་ཨ། ཨེ་རེད་ཨོ་དེ་དེ་དེ། འོ་ད་དེ། དེ་འདྲས་འོང་འདུག་དེ་བྱས་དུས་ད་སྔ་མ་ང་ཚོ་དེ་ནས་སྨན་དེ་ཚོ་བརྟག་ཐབས་ཀྱི་དེ་ཚོ་འདྲ་མི་འདྲ་དེ་ཚོ་ལ། ད་དེ་འདྲས་ཀྱི་དགེ་བྱས་ན་ག་འདྲས་འདུག་ཟེར་ན་ད་རེས་དེ་འདྲས་འབྱུང་གི་རེད་སོང་དེ་ཚོ་ལ་ངོ་མ་འབྱུང་བ་དེ་ཡོང་གི་འདུག་སྐྱོན་ག་རེ་འདུག་ཟེར་ན་ཡང་ཁོ་རང་གཅིག་པུ་མ་ཡིན་ན་ཡང་དེ་ནས་དེ་མིན་ལ་དེ་ནས་ད་དེ་འདྲས། ཅིག། གནས་ཚུལ་དེ་ཡོད་པ། དེ་བཅས་ཡོང་དུས་མཐའ་གཅིག་ཏུ་ནུས་པ་མེད་པ་དེ་འདྲ་ཅིག་སྐྱོན་སྟེགས་སུ་ཡོང་འདུག། ད་ལྟ་ད་རེས་ཡིན་ན་འདྲ་རེས་ཡིན་ན་འདྲ་ཚུལ་གྱི་དེ་ནི། ཁ་དོག་འདྲ་མིན་སྟེང་ནས་བཞག་ཉི་མ་ནང་ཁེལ་འདྲ་དེ་འདྲས་ཀྱི། ཁོ་རང་ཕར་ཚུར་བསྒྲིལ་བཞིན་དེ་ཁོ་རང་རྦད་དེ་ཁ་དོག་འགྱུར་འགྲོ་གི་རེད། འདི། ད་བང་རིས་ལ་འཇོག་གི་འདུག་དེ་ད་དེ་མིན་ལ་དེ་འདྲ་འཇོག་གི་འདུག། ཞེས་གསུངས་པ་དེ་འདི་ཇི་ལྟར་བྱས་ནས་མདངས་འཇོག་བར་བྱེད་ནི་དྲི་མེད་དྲི་མ་མེད་པའི་དར་ཁ་དོག་མཐིང་སེར་དམར་ལྗང་གང་རིགས་ཀྱི་སྟེང་དུ་བང་རིར་བཞག་ནས་ཉི་འོད་གསར་བུའི་ནང་དུ་དར་གྱི་སྣེ་གཉིས་ནས་བཟུང་སྟེ་ཕན་ཚུན་མགྱོགས་པོར་སྦྲེལ་ཏེ་མིག་གི་བང་རིར་ཁོ་ནར་བལྟས་པས་དབང་རེར་ཁ་དོག་གཞན་དུ་འགྱུར་མིན་བལྟ་དགོས། ཨོ་དེ་བརྟག་ཐབས་བྲལ་གྱི་རེད་འདོད། ད་དེ་མར་པས་དར་མགོན་ཟིན་ཏེག་གི་དགོངས་པ་ལྟར་བཙན་མདོག་རྩིབས་བཞིན་བརྟག་པའི་ཆེད་ཆུར་སྦྱང་ག་ལྷ་འོ་མ་ཙམ་ཀ་ཡོར་ནང་དུ་ནང་ལོག། དེ་ནང་དུ་དབང་རིར་སྤྱོར་ལ་ནུབ་པར་བྱ། ཞག་གཅིག་བཞག་ནས་ནང་པར་བལྟ། དཔའ་བོ་གུས་སུ་བྱོན་པ་ན་དབང་པོ་རིལ་པོ་རབ་ཏུ་བཟང། དཔའ་བོ་གདན་སྟེང་དབང་རིར་འགྲེང། དཔའ་བོ་མཐའ་སྡུད་དབང་རིར་ཐ། དང་པོའི་ཆུ་མཐར་དུག་མེད་ལྕི། འདི་རང་སར་ཡང་བརྟགས་ནས་དེ་མ་ཐག་ངར་གསོ་བའི་མན་ངག་བྱེད་དགོས་སོ། ཞེས་གསུངས། དེ་ཡང་ལག་ལེན་ནི། བཀའ་ཡོལ་ལམ་ཕྱིར་བུམ། སྒང་རྩོམ་གྱི་ནང་དུ་དབང་རི་ནུབ་ངོས་ཀྱི་ཆུ་གཙང་ཀློགས། དེའི་སྟེང་དུ་ཤིན་ཏུ་ཞིབ་པར་གཏོར་བའི་བཙན་མདོག་གི་ཕྱེ་མ། ཆུ་མདོག་འགྱུར་ངེས་ཤིག་བཏབ་ནས་འབྲི་པར་དཀྲོགས་ཏེ། དེའི་ནང་དུ་དབང་རིར་འཕངས་ལ་མི་འགོར་བར་བཞག། ཞག་གཅིག་སོང་ཀྱང་ཆུ་ཚོད་ལྔ་དྲུག་ཙམ་བཞག་པས་རྒྱུ་འབྲས་གསར་བར་འགྱུར་རོ།

དེ་ནི། རྡོ་དེ་འདྲའི་དབང་རིས་ཀྱི་བཟོ་ལྟ་འདྲ་པོ་ཡོད་པ་ལ་ད་ལྟའི་ཡང་དེ་འདྲའི་འོང་གི་འདུག། ད་ཡང་བརྟག་ཐབས་གཞན་ཞིག་ནི། འདི་དེང་དུས་ཀྱི་ཐབས་ཤེས་རེད། ཤ་ཤོག་དཀར་པོ། ཤི་ཏྲི་ཟེར་མོ་དེ་ཁོད་སྙོམས་ཤིག་གི་སྟེང་དུ་དབང་རལ་གྱི་ཕྱེ་མ་བཀྲམ་སྟེ་མི་འགོར་བར་བྱས་ལ། དེའི་འོག་ནས་སྒྲོན་མེ་ག་ལེར་བསུས་པས་དབང་རལ་འགོར་ནས་ཕྱོགས་གཅིག་ཏུ་འདུ་འོང་ན་ཡིན་ལ་མི་འགོར་ན་མ་ཡིན་པར་མཚོན། འོ་དེ་ཤ་ཤོ་དཀར་པོ་དེ་འདྲའི་ད་ལྟ་ང་ཚོ་ད་ཤི་བོ་སྤྲད་སྲིད་ཡོད་མོད། དེ་འདྲའི་ཅིག་དང་པོ་དང་པོ་ཕར་བཀྲམ། དེའི་ཁ་ད་ན་ད་རི་དབང་རེད་དེ་གི་ཕྱེ་མ་ཅིག་ག་ས་ག་ལ་བཀྲམ། དེ་ནི་ཞབས་ཕྱོགས་ནི་ད་ཁོ་ཅིག་ད་དེ་འདྲའི་ལ་སོགས་པ་གི་ཡ་ཅིག་ག་ལས་ཚ་པོ་བྱས་དེ་བྱས་བྱས་ན་ད་རི་ཁོ་རང་དེ། ཚ་པོ་བྱས་ཡོང་ས་དེ་ན་ཚུར་རུག་རུག་བྱས་འདུག་འོང་འདུག་ཨོ་དེ་བརྟག་ཐབས་ཅིག་རེད་བྱས་ད་དེ་བརྟག་ཐབས་དེ་གཙོ་ཆེ་བ་མ་བོ་བརྟག་ཐབས་རེད། ན་མ་བོ་མི་ཤེས་དེ་མ་བོ། ད་དེང་སང་མ་བོ་དེ་ལ་ཡང། ད་འདུག་ག་འདུག་ག་དེ་རྦད་དེ་སྦུ་ལ་ས་དེ་དེ་སོགས་ལ་སོགས་པོ་ལ།

དེའི་ཁ་ལ་ད་དབང་རིགས་ཀྱི་གྲུབ་ཆ་དང་མཐུན་པ་གི་ད་ད་དེ་ང་ཚོ་ཐང་སང་སྐད་དེ་ད་སྐྱོང་བཞི་ད་སོགས་ཀྱི་ཆེན་མ་ཡིན་གྱི་རེད་བ། ཨ་དེ་འདྲའི་ལ་སོགས་པ་དེ་དེ་འདྲ་བྱས་བཞག་དེ་རྦད་དེ་དབང་རིགས་མགྱོགས་པོ་ཆགས་ཐག་པ་ཅི། དེ་འདྲའི་བཟོ་གྱི་འདུག་ཟེར། དེ་བྱས་ཡོང་དུས་དེ་འདི་ཡིན། ད་ད་རེས་ཁོ་རང་རང་བཞིན་གྱི་ཆ་སྡེ་པ་གི་སྲ་མཁྲེགས་དང་ལྗིད་དགོ་དེ་འདྲ་མེད་པ་སྐྱ་སོབ་སོབ་འདྲ་བྱེད། དེ་ནས་ནང་མ་ཞིག་དེ་བྱེད་འོང་དུས་རྡོ་བཅས་རེད་སྡེ་པ་འདྲ་བྱེད། ད་སྡུག་ཅག་འདྲ་བྱེད་དེ་འདྲ་བྱེད་བཟོ་འོང་བ་ཟེར། ད་དེ་བཟོས་བཞག་པ་དེ་འདྲ་པོ་ཡིན་ན། ཁོ་རང་གཉིས་ནུས་པ། ཆོག་ཆོག་འདྲ་པོ་ཅིག་མིན་འགྲོ། ད་འཇོག་ལོས་རེད་བ་མི་ཚེ་ད་ཁོ་ཆ་རྦད་དེ་ཆག་བཅུག་འགྲོ། དེ་འདྲའི་ཡོད་སྲིད་དེ་འདྲའི་ལ་གོང་ཚད་ཆུང་ཆུང་ཅིག་ད་ལྟ་བཙོང་འདུག་སྲིད། ད་རྗེས་མ་ཁྱེད་རྣམ་པ་དེ་སྤྱི་ཚོགས་ཐོག་སླེབས་དུས་ད་དེ་འདྲའི་འདྲ་མི་འདྲ་མང་པོ་འཕྲོད་ས་རེད་སྔ་མ་ང་ཚོ་འདྲ་པོ་དུས་ས་ཡིན་ན་དེ་ནི་ཁྱེད་ཁོ་རང་རེ་རེ་ས་དེ་ནི་ཡོད་ན་དེ་ཁྱེད་དེ། དེ་རེད་མ་ཚད་ད་ནི་འདྲ་མི་འདྲ་མང་པོ་དང་རྫུན་མ་བཟོ་འོང་བ་དེ་ཉུང་ཉུང་རེད། རྫུན་མ་བཟོ་བའི་ལག་རྩལ་དེ་འདྲ་ཡོད་ལེ་མ་རེད། ད་དེང་སང་དེ་ནི་ད་རིག་ལྡན་པ་དེ་ལ་དྲ་འབྲེལ་འདུག་བཏང་ནས་དེ་ནི་དེ་ནང་བཞིན་བཟོ་ཐུབ་པ་དང་དེའི་ནང་ནས་བརྟག་དཔྱད་བྱས་དུས་ཁོ་ལ་དམིགས་བསལ་གྱི་རྟགས་ག་རེ་ཡོད་ན་ད་དེ་རྦད་དེ་ཐོན་ཐབས་པ་བྱས་ནས་འདི་བཟོ་བཟོ་བྱས་པ་དེ་དག་རྦད་དེ་ད་ལྟ་རྒྱ་གི་གཏམ་དཔེ་བྱས་འདུག་གམ་མ་ཀོའུ་ཡི་ཁྲི་ཏོ་ཀོའུ་ཡི་ཁྲང་ཅེས་བཤད་མོད་ཡི་ཀྲང་ཟེར་མོད་ད་དེ་འདྲའི་རེད་ཚ་དུས་རྫུན་མ་དེ་བཟོ་ཡང་དེ་ནི་དེ་འདྲའི་མང་རུ་མང་རུ་འགྲོ་བ་དེ་འདྲ་ཡོང་གི་འདུག།

ད་དེ་སྔོན་མ་གི་སོང་རེད། དེ་འདྲ་བརྗོད་ཡོང་དུས། ད་ཁོང་ཚོ། ཚེ། རྒྱུ་ཅན་འདྲ་པོ་འབྱུང་ཅན་འདྲ་པོ་ནི། དེ་སོགས་གཅིག་པ་རེད་འདུག། སྲོག་ཆགས་དེ་སོགས་ལ་དེ་འདྲ་ཆགས་འོང་བའི་རྒྱུ་མཚན་དེ། དེ་ཅི་འདྲ་ཡིན་ནམ། དུང་དོན་དང་ངར་མདོག་ནི། ད་དུང་དོན་ངར་མདོག་དེ་སོགས་ད་ཞོག་དགོས་མི་འདུག་དེའི་ནང་ལ་དེ་བྱས་བྱས་ཞོག། ད་དྲག་ཞོན་དེ།

བྲག་ལས་བབས་པའི་ལྕགས་རི་ལྔ་ཡི་ཞུན་ཞེས་པའི་དོན་ཏེ། ད་ཁོ་རང་གི་མི་ཚེ་ཞེས་ན་འདྲ། དེ་ནི་བྲག་ཞུན་ཞེས་མིང་ཐོགས་དོན་ཏེ། འབྱུང་ཁུངས་སོགས་བཤད་སྲོལ་མང་ཡང་ཡན་ལག་བརྒྱད་པ་ལས་སུས་ཀ་ཚད་པའི་གདུང་དྲག་ལས་གསེར་སོགས་འབྱུང་ཁུངས་དྲུག་གི་བཅུད། རྒྱ་སྐྱེགས་ཁོལ་བ་ལྟར་འཛག་གང། དེ་ནི་དྲག་ཞུན་ཞིས་སུ་བཤད། ཅེས་གསུངས། དེ་ནི་ད་དེ་འདྲའི་གསུང་ཐབས་སྤྱད་རྒྱུ་རེད། དེ་སྤྱད་དུས། དེ་ལ་ཁ་དོག་དབང་གིས་དབྱེ་བ་མང་ཡང་ཡོངས་གྲགས་སྨུག་པོ་ལྕགས་ཞུན་ནས་དྲག་དམར་དབྱངས། དྲག་དམར་དབྱངས་བཟང། གཡང་གཟར་མཐོན་པོ་དང་ཁམས་མཐུད་བྲག་དཀར་འགའ་ཞིག་ནས་ཀྱང་འབྱུང་བ། བྲག་གི་གས་སྲོབ་ནས་འཛག་པའི་བྲག་གི་བཅུད་དང་ཞུན་ཡིན་པར་གྲགས་པ་སྟེ། རྟ་འདི་ཡིན་པར་གྲགས་པ་སྟེ་ཟེར་དུས། ད་ཡིན་མིན་དེ་ཐག་གཅོད་ཁག་པོ་གཅིག་རེད། མདོར་བསྡུས་ན་ང་གིས་འདིའི་ནང་ལ་དེ་ནས་ཐག་གཅོད་ཤེས་མ་སོང། ད་འདི་འཁྲུངས་པའི་དེ་པར་གཞི་དང་པོ་དེ་བྲིས་པ་ད་འདི། ཤུགས་ལྡན་པན་དེ་བཟོས་པ་དེ་གཉིས་པར་རོགས་ལ། ད་ནི། ད་སྔ་མ་དེ་ནོར་རྒྱ་རྒྱུས་མ་དེ། འདི་འདྲ་རེད་འདུག་ཟེར་རྒྱུ་རྒྱུ་རྙེད་མ་སོང། ད་ང་རང་གི་དེ་སོ་ཅིག་སློབ་སྦྱོང་བྱས་ནི་ད་མི་ལོ་བཞི་བཅུ་རྩ་གྲངས་འདྲ་ཅིག་ལ། གྲྭ་གཞུང་དུ་འདྲ་སྟེགས་སོད་དེ་རེད་དེ། ད་ད་དུང་ད་འདྲ་རེད་བྱ་ཟེར་ཤེས་ཤེས་པ་དེ་ཁྱོད་འོང་ཐོབ་མ་སོང། ད་དེ་ད་ལྟ་ཡོད་པ་དེ་སོགས་ལ་ཁ་དོག་སྨུག་པོ། སེར་ཉམས་ཅན་བུར་སྨུག་གི་ཁེན་འདྲ་འདྲ་བ་སྐམ་ནས་རྡོག་པོ་འདྲིལ་བ་འདྲ་བ། ངོ་བོ་སྐྱེ་བ་འགའ་ཞིག། གླེན་ལྡན་སྦྱར་བ་ཅན་ཕྱི་ངོས་འཇམ་ལ་འོད་དང་ལྡན་པ་སྦངས་ན་ཁོ་བ་སེར་སྨུག་འབབ་པ། མྱངས་ན་རོ་ཁ་བཞིན་མངར་ལ་དཀར་བ་མིག་གསར་གྱི་དྲི་རྣམ་པ་ཞིག། རྒུད་པས་འདི་སོགས་ཚང་མ་ལ་ད་ཡས་ད་སྐད་ཆ་དེ་དེ་སོམ་ཉི་གི་སྐད་ཆ་རྐྱང་རྐྱང་འདྲ་ཅིག་མི་ཚེ་རེ་ཡོད་མ་རེད། ཡིན་པར་གྲགས་པ་དེ་བྱེད་མི་འདོད་ད་དེ་འདྲས་ཅིག་དགོས་པས་བྱེད་མི་འདོད་ཅིག་མི་ཚེ་ཨ་དེ་རེད་ད་དེའི་དང་ལ་པར་རིས་ཉིན་བརྒྱ་བཞི་བཅུ་ཞེ་ལྔ་པ་བཞག་པོ་དེ་ལ་མཚོན་བྱེད་ཀྱི་པར་རིས་བྱེད་མི་ཅིག་རེད། འོ་དེ་ངོ་མ། ད་གྲྭ་རྒྱུན་ལྷད་མེད་པ་རི་དྭགས་ཟས་ནས་བཤད་ཤེས་པ་ཡོང་མི་འདུག། དེང་དུས་ཚོང་དུ་འོང་བ་ཕ་ཆེར་ནི་རྩི་ཤིང་རེག་ཟ་བའི་སྲོག་ཆགས་རེག་འགའ་ཞིག་གི་དྲུང་དང། སྤྲེའུའི་ལྡམ་ཚན། གནའ་བོའི་དུད་དྲེག་སོགས་ལས་མ་འདས། ད་དེ་སྔ་དྲག་གཞུང་ཡོད་རེད་ཟེར་མི་དེ་འདྲ་དྲག་པོ་ཁ་ཤས་ལ་འགྲོ་དེ་འདྲས་བྱེད་ཡོང་དུས་དེ་ནི་བབ་པའི་ཉམས་དང་དེ་འདྲས་ནག་པོ་ཆགས་བསྡད་པ་དེ་འདྲ་ཡོད་པ་དེ་ས་ལ་དེ་ནི་སྔ་མ་སྔ་མ་མི་རབས་ད་མང་པོ་གི་སྔུན་དེ་འདྲ་ལ་དེ་ནི་མིའི་རིགས་འཚོ་སྡོད་བྱེད་པའི་གི་དེ་འདྲ་ལ་ཡང་དུས་དྲེག་ཆགས་བསྡད་པ། དེ་འདྲ་ཡོང་གི་འདུག་དེ་ནི། ད་འདི་སྤྲེའུའི་ལྡབ་མཚན་ཞེས་མི་དེ་ག་འདྲའི་རྗེས་བྱུང་བ་རེད་ཟེར་ན་ད་ང་ཚོ་སྔོན་མ་དེ། གྲགས་རྒྱུན་དེ་རྩད་མ་ཆོད་དེ་ཅེས་དེ་གྲགས་རྒྱུན་དེ་ཝུ་ལིང་ཀྲི་རེད་ཟེར་རྒྱུར་འགྱུར་བ། རྒྱ་ཡིག་གི་ཝུ་ལིང་ཀྲི་རེད་ཟེར་དེ་རྒྱུར། ད་ཝུ་ལིང་ཀྲི་དེ་ང་ཚོའི་གྲགས་རྒྱུན་རེད་མི་འདུག་དེ་ནི། དེ་མིན་ལ་བཏང་གི་མིན་ཟེར་དེ་ཅེས་དེ། འོ་ན་ཞོན་ལིང་ཀྲི་ཟེར་ད་ཡག་པོ་དེ་ཡོད་རེད་ཟེར། ཞོལ་གླིང་བྲོ། ཁྲག་གི་ཞོལ་དེ་རེད། གླིང་བྲོ་དེ་ད་ལྟ་འདི་ཨོ་གླིང་བྲོ་དེ་ཡི་གེ་ཡིག་འབྲུ་དེ་གཉིས་རེད་ཞོལ་གླིང་བྲོ་ཟེར། ད་དེ་ཡོད་རེད་ཟེར། ད་དེ་དགོས་ཀྱི་ཡོད་ཟེར་གྱི་ཁོ་རང། ད་དེ་དངོས་གནས་བྱས་དུས་དེ་ནི་སྤྲེའུ་གི་ལྡུམ་ཚན་རེད་ཟེར། འདི་འདྲ་པོ་ཡིན་ན་དེ་ནི་དྲུང་ཡིག་གི་དེ་མི་རྩ་ཆེན་ཚོས་དེ་འདྲ། རྗེས་མ་རེད་འདུག་དེའི་ཕྱིར། ད་ལྟ་ཡང་ཡ་ཆེ་སྲོག་ཆགས་ཀྱི་ཁྲོད་ནས་བཤད་མ་དགོས་པར། རྒྱུད་གཞུང་རྣམས་སུ་སེང་ངོར་ཟངས་ལྕགས་ཞྭ་སྙེད་དཀར་ནག་བཅས་ཀྱི་ཞོན་ཁ་དོག་སེར་པོ་དང་དཀར་པོ་དམར་པོ་སྔོ་ནག་ལ་སོགས་པ་འབྱུང་བས་རྩ་བའི་བྲག་ཞོན་ལྔ་དང་དེ་དག་ཕན་ཚུན་གཉིས་འདྲིས་པ་དང་གསུམ་འདྲིས་པ། བཞི་འདྲིས་པ་ལྔ་ཀ་འདྲིས་པ་དེ་ཚོ་རེ་རེ་ལ་ཡང་མཆོག་དང་རབ་འབྲིང་ཐ་མ། བཞི་རིལ་བསྒྱུར་བའི་དབྱེ་བ་བརྒྱ་དང་བཅོ་ལྔ་ཙམ་མ་ཟད། འདྲིས་པ་རྣམས་ཤས་ཆེ་ཆུང་དབང་གིས་རྣམ་པ་དཔག་ཏུ་མེད་པར་ངོས་འཛིན་མཛད། དེ་སོགས་དེ་ནི་ད་ང་ཚོས་གཞུང་ཐམས་ཅད་ནང་ལ་དེ་འདྲ་ཡོད་གསུངས་བཞག་པ་དེ་དེ་འདྲ་རེད་དེ་ང་ཚོ་ད་ལྟ་ཚང་མ་གིས་མཇལ་རྒྱུ་ཡོད་པ་དེ་འདྲ་རེད། འོན་ཀྱང་དེང་དུས་ཁོ་བོའི་མཇལ་བའི་མཁས་པ་སུ་ཞིག་ལ་ཡང་སྔར་གྱི་བསྟན་བཅོས་ཀྱི་དགོངས་དོན་ཞར་རྒྱུན་ཙམ་ལས་འདི་དངོས་སུ་བྱུང་བའི་རྒྱུ་མཚན་དང། ཇི་ལྟར་བྱུང་བ་གང་ཞིག་ཡིན་པ། བཤད་རྒྱུ་མེད་ཅིང་དེང་རབས་གཏེར་དངོས་རིག་པའི་བརྟག་དཔྱད་པ་རྣམས་རྣམས་སུ་ཡང་འདི་དང་དེ་ཡིན་པའི་གསར་ཁ་མ་བྱུང། ཁོང་ཞེས་བྱ་སྟེ་སོགས་ཀྱི་དེ་ནི་ཡིན། བཏགས་གྲགས་ལས་དེ་འདྲའི་འབའ་འོང་རེ་ཟེར་མི་གདའ་དེ་གཅིག་ཅིག་རེད་ཟེར་མི་གདའ། དེ་འདྲའི་བཤད་ཀྱི་མི་འདུག་ཟེར། དེང་སང་སོག་པོའི་ལུགས་ལྟར་བོད་ཀྱི་སྨན་མིང་རྒྱ་ཡིག་ཏུ་བསྒྱུར་བའི་དཔྱད་གཞི་རྣམས་སུ་ཀྲུང་ལུགས་གསོ་རིག་གི་ཝུ་ལིང་ཀྲི་ཞེས་པར་བསྒྱུར་བ་མ་ཟད་དེའི་དབང་གིས་ཕ་ཁྱེར་གྱི་དེ་རང་བསྐྱོད་ཀྱི་འདུག། དེ་རྗེས་ཨོང་དུས། དེའི་རྒྱུ་དེ་ག་འདྲ་རེད་འདུག་ཟེར་ན་ད། དེ་ནི་ཐང་ཤིང་དང་བྲག་ལ་གནས་པའི་བྲག་གཞི་རེད། ད་སྟེང་ཁྲོ་འུ་སུ་ཟེར་མི་དེ། དེ་ནི་བྷི་སུ་ཟེར་མི་དེ། ད་དེ་སོག་གི་དྲུང་རེད་བྱ། འགའ་ཞིག་གིས་བྲག་ལ་གནས་པའི་རྫབ་འདྲ། ཧོང་བར་ཞུགས་ཐུབ་ཟེར་མོད། དེ་ཡིན་ཟེར་ནས་ད་དཔེ་ཆ་ནང་ལ་བྲིས་དེ་འདྲ་བྱེད་བཞིན་འདུག། བྱིས་པའི་དྲུང་དུ་གྱུར་པ་ནི་མ་དག་པ་སྟེ། གུང་སྨན་པའི་དཔོན་དམར་ལས་གྲགས་གཞོན་རིན་ཆེན་སྣ་ལྔ། རིན་ཆེན་ལྔ་ལྡན་བྲག་རིར་ལས། བཅུད་ནི་ཞུན་དུ་བབས་པས་བྲག་ཞུན་བརྗོད། འགའ་ཞིག་བྲག་གྲི་དྲུང་དུ་འདོད་ན་ཡང། མ་བརྟགས་བབས་སྦྱོར་མུན་སྤྲོར་གཏམ་ཡིན་ནོ། ཞེས་གསུངས། དེ་བཅས་དུས་ད་གོང་མའི་བར་གྱི་དེ་ནས་སྲོག་ཆགས་ཀྱི་བཅག་པ་ལ་བྱེད་རྒྱུ་མེད་གསུངས་པ་དེ། ད་འདི་གཅིག་གསུངས་འདུག། སྔར་གྱི་གཞུང་ཉིན་གུང་ཐེངས་རྣམས་སུ་བྲག་གི་གྲོན་ཡིན་པ་ལས་སྲོག་ཆགས་ཀྱི་གྲོན་ཡིན་པ་སུས་ཀྱང་མ་གསུངས། རྟ་ཕོ། རྫོང་རྡོ་རྗེ་ཆུས་ཀྱི་རི་རྩེའི་བྲག་ཕོ་འགའ་ཞིག་ལ་བྲག་གཞོན་སྤུས་ལེགས། སྐྱོགས་ཀྱིས་བསྐྱོད་ཐུབ་པ་ཡོད་ལུགས་གསུངས་འཁྲུལ་འདུག་ཀྱང་ཁོ་བོར་ལག་དངུལ་མ་འཕྲོད། དེ་སྔོན་མ་དགེ་མཚན་སྣང་རིན་པོ་ཆེ་གིས་ང་ཚོ་དེ་འདྲ་དངོས་སུ་གསུངས་མྱོང་ཡོད། རྦད་དེ་ཅོག་གི་ཡར་མཆོད་ཐོབ་པ་དེ་འདྲ་ཡོད་ལེ་རེད་གསུངས། ད་དེ་ད་ལྟ་ང་རང་བསམ་བློ་གཏོང་འདུག་དེ་ཁོང་ཕེབས་ནས་ཅོག་གི་མཆོད་ཐོབ་གི་འདུག་གསུངས་ན་ཡང་དེ་ཅོག་གི་མཆོད་ཐོབ་པ་དེ་འདྲ་ཡོད་རེད་ཟེར་གསུངས་ལ་ཡིན་ན་དེ་ང་ལ་གསལ་པོ་གཅིག་ཤོད་རྒྱུ་མི་འདུག་ད་ནི་དེ་སེམས་ལ་ཞེ་བོ་ཅིག་འཇགས་ནས་ད་སེམས་ནང་ལ་དེའི་སྐབས་སུ་ལ་རྦད་དེ་ཨ་ལ་ད་ག་ནང་བཞིན་ནང་མདོག་མདོག་དེ་འདྲ་ཅིག་ད་ཆོས་རྒྱུ་ཡོད་རྒྱུ་རེད་བསམ་བསམ་དེ་འདྲ་ཅིག་སྣང་བ་ཡོད། དེ་དེ་ནས་རྡོ་རྗེ་ཆོས་ལ་དེ་ནས་འགྲོ་ཐུབ་ལེ་མ་རེད་ད་དེའི་སྔོན་ནས་ང་རྡོ་རྗེ་ཆོས་ཀྱི་ཕ་ལོ་དེ་གཡུ་རི་ཆོས་སེར་མོ་ཅིག་ཡོད་རེད་དེ་ན་ངོ་ཤེས་འདྲ་ཡོད་དེ་སོགས་ཅིག་རྩད་ཆོད་དེ་འདྲའི་བྱེད་ཤོག་རྫས་ལེན་ཏེ། ཧོ་ད་དེ་འདྲའི་དགའ་ཚིག་རྩད་ཆོད་མ་བྱུང། དེ་རེད། ལོ་རྒྱུས་ཐོག་སྙན་གྲགས་ཆེ་བའི་སྨན་པ་མཁས་པ་རྣམས་ཀྱི་བྲག་ཞུན་བླངས་པའི་ཞོར་དུ་བྲག་ཞིང་བྲག་གི་སྲོབ་ལས་འཛག་པའི་ཉམས་དང་ལྡན་པ་རྣམས་ལས་བླངས་པ་ཡང་གོང་གསར་གྱི་སྲོག་ཆགས་ཀྱི་གྲོན་མ་འདྲིས་པ་མེད་པས། འདི་དག་སྲོག་ཆགས་ཀྱི་གྲོན་ཁོ་ན་ཡིན་དང་ཡང་ན་སྲོག་ཆགས་ཀྱི་གྲོན་དང་བྲག་གཞོན་འདྲེས་ནས་ཡུན་རིང་ཕྱིན་པས་གཞོན་དུ་ཆགས་པ་ཡིན་པ་སོགས་རྟགས་ཁ་ཤས་ཀྱི་དེང་སང་དེ་གསུངས་འདུག་བ། དེ་ནི་སྲོག་ཆགས་དེ་སོགས་ཀྱི་བྲག་གཞོན་དེ་དེ་ནི་ཁོ་རང་གིས་ཟོས་ནས་དེ་ཁྱོད་བཞག་པ་དང་བཞག་པ་དེ་རེད། དེ་རྗེས་ཡོང་དུས་དེ་ནི་ད་ཁོ་རང་ལ་དེ་འདྲ་བ་གི་ནུས་པ་ཡོད་པ་རེད་ཟེར། དེ་འདྲས་སོང་འདུག་ད་དེ་ཡིན་ན་ད་ལྟ་དེ་རེད་བཞག། དྲུང་རེད་འདུག་མི་ཚོ་དེ་ནི་གྲྭ་རྒྱུན་ཁོ་ང་ཚོ་གི་ལག་པ་ནང་ན་ཐེབས་ཐུབ་པ་ཡིན་སྲིད་དུས་ཁག་པོ་ཅི་རེད། དེ་གཉིས་ག་རེ་ཡིན་ན་དེ་བཤད་མ་ཤེས་པ་དེ་འདྲ་ཡོང་འདུག་ཟེར། ད་དྲི་མེད་ཕྱིར་དྲན་དུ་ཡང་གཞུང་སྔ་མ་རྣམས་ཀྱི་ལུང་ཙམ་ལས་འདི་ཡིན་དང་འདི་མིན་གྱི་གསལ་ཁ་གང་ཡང་མ་མཛད། དྲི་མེད་ཞིང་བྲན་ན་བྲག་གཞུང་གི་ལུང་དུ་སོགས་དེ་ནས་མ་ལ་ཡའི་དཀའ་འགྲེལ་གྱི་ལུང་དུ་སོགས་ཤིན་ཏུ་རྒྱས་པ་དེ་འདྲ་བྲིས་མཛད་ཀྱི་འདུག་སྟེ། ད་ནི་མཐའ་མཇུག་དུ་མ་རིན་པོ་ཆེ་གང་རིགས་འདི་ཡིན་འདི་མིན་ཞེས་ད་ཐག་དེ་འདྲ་བསྐྱོན་མི་འདུག། ཡང་ན་སྔ་རབས་ཀྱི་དྲང་སྲོང་རྣམས་ཀྱིས་སྲོག་ཆགས་ཀྱི་དྲུང་དེ་བྲག་གི་གཞུང་དུ་ངོས་འཛིན་མཛད་དེ་འབྱུང་ཁུངས་དངུལ་རྩས་མ་ཆོད་པ་ཡིན་ཟེར་བརྗོད་ན་ཡང་ཤིན་ཏུ་དཀའ་བ་སྟེ། ད་དེ་ཀ་ཤོད་ཅིག་རེད་ཀྱང། ད་ནི་ལོང་དེ་སོགས་ལ་ཤིན་ཏུ་རྒྱས་པ་གསར་བ་ཏེ་ཞེས་ད་འདྲ་མ་ཡིན་པ་ད་འདྲ་སོང་ཞེས་པོ་ད་འདྲ་རེད་འདུག་དེ་བྱས་དུས་ད་ལྟ་ང་ཚོ་དེ་ནི་སྨན་དེ་སོགས་ཀྱི་འབྱུང་ཁུངས་ལ་ང་ཀི་ད་ཁྱེད་རྣམ་པ་ལ་བརྟག་པ་ཞུ་འདུག་རྒྱུ་དེ་ནི་སྨན་དེ་ལ་ག་འདྲས་ཡོད་ཟེར་མོད་དེ་ད་ནི་རྩ་བར་བཟུང་དགོས་ཀྱི་འདུག་ཟེར། ག་འདྲའི་རྗེས་བྱུང་བ་རེད་ཟེར་མོད་དེ་ལ་དེ་ནི་ཁ་ཅིག་ལ་ཡིད་ཆེས་བྱེད་ས་འདུག་ཁ་ཅིག་ལ་ཡིད་ཆེས་བྱེད་ས་མི་འདུག་ཟེར་ཞུ་གི་ཡོད། དེ་བྱས་འོང་དུས་ད་དེ་འདྲའི་གི་དབང་དུ་བཏང་ནས་དེ་ནི། བཅའ་ལ་འདི། འདི་རེད་དེ་དེ་ནི་ཁོང་རྣམ་པ་ནོར་སོང་ལ་རེད་ཟེར་བཤད་དགོས་ན་ད་འདི། བཤད་ཐབས་ཁག་པོ་ཅི། ཞེས་མ་འཕོས་པ་བྱས། མ་སྨོས་པ་བྱས། ཁྱེད་གསེར་གོར་གོ་དེ་ནས་རྦད་དེ་ད་ཧ་ལམ་ཟེར་ནས་དེ་ནས་མ་ལ་ཡའི་བཀའ་འགྲེལ་རྣམས་གྲྭ་གཞོན་གྱིས་གསུངས་ཏེ་དེ་སྲིད་རྦད་དེ་རྩིས་མེད་བཏང་དགོས་པ་དེ་འདྲ་འདྲ་བྱས། ཆ་འོང་འདུག་དེ་ནས་དེ་དྲན་ན་ཡག་པོ་འདྲ་བྱས་མི་འདུག་དེ་འདྲ་བྱས་དུས་ཤིན་ཏུ། དཀའ་བ་ཡོང་གི་འདུག་ཟེར། ད་ནི་རྡོ་ལས་རྟ་ཅེས་འབབ་རྒྱུ་ཆོས་ནི་ཡོད་མ་རེད་བས་ཟེར་ན། དེ་སྔོན་ཆབ་མདོ་སྨན་རྩིས་ཁང་དུ་དངུལ་ཆུ་བཙོ་བཀྲུ་ཆེན་མོའི་ཕྱག་ལེན་ཚད་ལྡན་བགྱིས་པའི་སྐབས་སུ། རྡོ་འཛིན་དཀར་གྱི་གཏུན་བུ་མིའི་དྲོད་ཀྱིས་བརྡུངས་པས་རྡོ་གསུམ་ནས་གཞོན་ནག་པོ། སྔར་ལས་དཀར་བ་ཞིག་མཛེར་ཡོང་བ་དེར། མཛེར་ཡོང་བ་དེར་ཡོད་ཀུན་གྱི་མཐོང་བཅུད་སུ་གྱུར་པ་ལ་སྐྱེས་ན། རྡོ་ཡི་བཅུད་ཞུན་དུ་འབབ་རྒྱུ་ཡོད་པ་ནི་ངེས་པ་དང་ལྡན་པར་སྙམ། ད་འདི་ང་ཚོ་དེ་དུས་དངུལ་ཆུ་བཙོ་བཀྲུ་བཟོས་དེ་བྱས་འོང་དུས་ད་རྡོ་ཚ་པོ་ཆེའི་འོག་ནས་གསོག་དགོས་རུ་བ། ཨ་ནི་དེ་བྱས་འོང་དུས་ད་ནག་པོ་དེ་ཨ་ལ་རྟ་སྐ་ནང་བཞིན་དེ་འདྲ་གྱི་འོད་རྩེག་རྩེག་ཅིག་མཛད་རུང་ཐོག་ཁ་སར་བཀག་ནས། རྦད་དེ་སེན་མོ་གི་ཚུལ་འདྲེས་དེ་ང་སྐྱེས་ལེ་རོགས་སྙམ་ཐུབ་པ་སྐྱེས། དེ་སྐྱེས་ཡོང་དུས་ད་ལྟའི་དུས་ང་ཚོ་གོ་ད་བྲག་གཞུང་སེན་མོ་དེ་ངོ་མ་ཁྱི་རྡོ་ལེ་གྲོལ་གི་འཛེར་རྒྱུ་ཡོད་ཐག་ཆོད་རེད་བྱ་ཚེ་ཚང་མ་གི་ད་དེ་གོ་ད་ལྟ་ནང་བཞིན་པར་བརྒྱབ་ནས་དེ་ནས་གྲངས་བཞུ་རྒྱུ་ད་དེ་འདྲ་ཁྱི་ཡོད་ལེ་མ་རེད་ཚང་མ་གི། ད་ལྟ་ང་ཚོ་དེ་མཉམ་དུ་ལས་ཀ་ལས་མི་ཐམས་ཅད་མི་ཐམས་ཅད་མཐོང་དུས་དེ་དུས་ང་ཚོས་དེ་འདྲ་ཅིག་ཡོད་ཨ་མི་ཡོད་ཟེར་དུས་ཨ་ཡོད་ད་ད་དུས་ཚང་མ་གི་མཐོང་སོང་ཟེར་ད་དེ་འདྲ་ཅིག་ཡོད་ལ་རེད། དེ་འདྲ་ཅིག་དོན་སོང་དེ་སྐྱེས་དུས་ཅིག་རྡོ་ལ་འཛེར་རྒྱུ་ཆོས་ནི་ཡོད་མ་རེད་ཟེར་ན་དེ་ནི་བཤད་མ་ཤེས་པ་ཡོང་གི་འདུག་ཟེར། ད་ནི་ད་དེང་སང་ང་ཚོ། ད་དྲག་གཞུང་ལ་དེ་ཞིབ་འཇུག་བྱས་ནས་ཁྲིན་ཏུའུ་ཀྲུང་ཡུལ་དྲག་ཤུགས་ཀྱི། གུག་རུས་ཅོག་གཟུགས་འགོ་ཚོགས་ཁུལ་དེ་བྱས་ནས་ཞིབ་འཇུག་བྱས་འདུག་གོ་རེད་ད་དེ། ཕ་ཆེན་སྔོན་མ། ཅིག་ཐོན་གི་མིན་འགྲོ་ད་དུང། བྱེད་ཀྱི་བྱས་ནས་ད་གསར་དྲག་དྲག་ཅིག་དེ་སྔ། བྱས་ཡོད་མ་ཡོད་གྲ་མ་ཤིས་མ་དེ།

ད་སྲོག་ཆགས་ཁོ་རང་གི་དྲུང་རེད་དྲུང་རྐྱང་རྐྱང་རེད་ཟེར་དགོས་ན་ད་ཁོ་ཚོ་གི་ཡག་པོ་བཤད་ཤེས་མ་ཐེ་ཟེར། ད་ནི་དྲུང་མ་འདྲིས་པ་ནི་ཁྱོད་ནི་འོང་མི་འདུག་ཟེར། དེ་དེ་ཕར་འདྲིས་སོང་ན་ཡིན་ན་ཁོ་རང་གི་ཚོད་དེ་ཡིན་ན་ཧ་མ་གོ་ཁྱོད། ད་ཁོང་ཚོའི་དེ་ཚོད་དཔའ་འོང་ས་དེ་འདྲས་ནི་ད་བྲག་སོག་འོང་ས་དེ་ནི་བྲག་གཏོར་འདུག་བ། གྲགས་གཏོར་འོང་དུས་ད་གཏོར་འོང་ཚང་དེ་ནི། ཁོ་རང་གྲགས་སོབ་ད་སྟེགས་བྱས་ཡོད་ས་ནི་ཕ་ཧ་སྟེགས་བྱས་ནང་ལོགས་ལ་འཛུལ་ནས་དེ་འདྲ་གྱི་སྟེགས་བྱས་བག་འོང་ན་མི་སྲིད་ད་གྲགས་ཀྱི་གདིང་ནི་ཚོ་བག་འོང་བག་གི་ཤུལ་ད་བག་འོང་རྒྱུ་ཟེར་སྐད་སྐད་མེད་པ་རེད་དེ་ག་ཨ་དེ་སོ་པར་ད་དེ་དུས་ང་ལ་བསྟན་བྱུང། ངས་ལམ་སང་ལམ་སང་ད་དེ་པར་དེ་སོ་ཉར་བྱེད་མོ་བྱེད་ད་རྗེས་མ་ཅིག་བྱེད་དགོས་འདྲ་ཅིག་ཐོན་འོང་དུས་ཧ་གོ་རྒྱུ་རེད། ད་དངོས་གནས་ཡིན་ན་དེ་གོ་དེ་བཞག་པ་ལ་ད་དེང་སང་འདྲ་པོ་འགྲོ་དེ་ནི་དེ་ནི་ཚོད་གོ་བཞག་རྗེས་དེ་ལ་སླར་ཡང་ཚོད་འབབ་རྒྱོ་སྲིད་མི་སྲིད་ད་དེ་འདྲའི་བལྟ་དགོས་ཡ་རེད་ཤག་ཨོ་དེ་འདྲའི་བྱས་འོང་དུས་དེ་ཅིག་གྱིས་དེ་ནི་ད་ཁོང་ཚོས་དེ་མཐོང་བས་སོ་སེ་མི་དེ་གི། ད་ལྟ་ང་ཚོ་ད་ལྕགས་ལ་དེ་སོགས་ལོ་གྲངས་ག་ཚད་ཕྱིན་འདུག་ལྟ་ས་འཁྲུངས་འཁོར་ཡོད་མ་རེད་འདུག་ག་ད་ཕྱིན་ན་བ་གི་ཤི་ཧེ་བོ་ཇི་རིགས་བ་ཆེ། བོན་དབུགས་དེ་སོགས་ད་ཅེག་ལྕགས་ལ་དེ་སོགས་ད་ཁོ་རང་གྲུབ་ནས་དུས་ཚོད་ག་ཚད་ཕྱིན་འདུག་ལྟ་ས་དེ་གི་ལྟ་འོང། ད་མ་མཐར་ཡང་ལོ་སྟོང་ཕྲག་གསུམ་ཡོད་ས་རེད་འདུག་ཟེར་ཉུང་ཤུས་མཐོ་བ་དེ་སོགས་སྟོང་ཕྲག་དྲུག་རེད་ས་རེད་འདུག་ཟེར། དེ་བྱས་དུས་དེ་ནས་དུས་ཚོད་དེ་ཤིན་ཏུ་རིང་པོ་ཙམ་རེ་བྱ་དེ་འཇོག་ཅིག་རེ་བྱ། དེ་བྱས་དུས་ད་ཁོ་ཚོ་གི་ག་འདྲའི་བྱེད་སྒོ་འདྲ་སྟེ་ཕྱི་འབྲེལ་བྱེད་རྩིས་ཡོད་ཟེར་ན་ད་དེ་དེ་ནི་བོད་མི་ལ་དམིགས་སར་ཡོད་པའི་གྲྭ་གཞོན་ཟེར་མི་དེ་རེད་ཟེར། ཨོ་གླིང་ཁྲི་ཟེར་མི་དེ་རེད་མི་འདུག་ཟེར། དེ་ནས་བཀྲ་ཤིས་སེན་མོ་དེ་རེ་བཞག། སེན་མོ་བཅས་མ་ཚད་ད་བཏིང། དེ་དུས་དེ་རེས་གང་ལྟར་རྩད་ཆོད་མ་སོང་ཟེར། ད་གྲི་འོག་གི་རེ་བཞག་ཟེར་བཞིན་མ་སོང་སྟོང་འོག་གི་རེ་བཞག་ཟེར་བཞིན་མ་སོང། དེ་ཁོང་ཚོ་དེ། ང་ཚོ་བོད་སྨན་གྱི་གཞུང་ལུགས་འདི་དག་སོགས་ལ་སོགས་པ་ལ། དེ་ཐོག་འདྲ་ཞིབ་བཏང་རྒྱུ་དེ་ལ་དགའ་པོ་ཡོད་ས་མ་རེད། ད་ཚི་ཇི་འདྲ་ཆེན་པོ་བྱས་ད་བོད་སྨན་གྱི་བེ་དེ་ནོར་དེ་ཤ་སེ་གོ་ན། ཡག་པོ་འདྲ་མེད་རྒྱུ་དེ་ལ་དེ་ཡི་སེ་དོགས་པ་བྱེད་དགོས་བ་ས་རེད། དེ་བྱས་ཡོང་དུས་ད་ནི། ད་དེ་འདྲ་བྱེད་འདུག། ང་རང་ཚིས་ཀྱི་རྒྱབ་ལ། ད་སྲོག་ཆགས་དེ་གི། ཉི་མ་རེ་རེ་ལ་ཚ་གྲོ་དུས་གསུམ་རོལ། ཁུ་གསུམ་རེ་བཏང་གི་ཡོད་ན་སྲོག་ཆགས་ཀྱི་དྲུང་ཡིན་ཏེ་རེ་བ་དྲུང་ཡིན་དེ་ཡིན་པའི་དབང་དུ་བཏང། དེ་ཁུ་གསུམ་ལ་བཏང་དང་འདྲེ་བྱེད་ཡང་འདུས། ལོ་སྟོང་ཕྲག་དྲུག་ལ་བཙོས་ཡང་འདུས་བསྟུན། རེ་རེ་ཟ་ཟི་ཡོང་རྩིས་བྱེད་ཀྱི་འདུག་བསམ་བསམ་ཡོད། སྲོག་ཆགས་གཅིག་གི་དེ་སྐྱག་པ་དེ་ཉུང་ཉུང་ཉུང་ཉུང་ཅིག་བསམ་ལ་བཏང་བ་ཡིན། ཁུ་གསུམ་བརྩིས་པ་ཡིན་ཧ་ལམ།

གང་ལྟར་ཡང་འདི་ལ། དེ་སྔོན་གྱི་ཕྱག་རྒྱུན་ཙམ་ལས་དངུལ་ལོང་རེ་རེ་བཞིན་དུ་བསྒྲགས་པ་དང་རྒྱུ་མཚན་གྲུབ་ཆ་སོགས་རེ་རེ་བཞིན་གསལ་བཤད་མ་ནུས་པས་སླད་མར་དཔྱོད་ལྡན་རྣམས་ཀྱི་ཆེད་དུ་ཞིབ་འཇུག་གནང་ནས་ཁུངས་ལུང་འཁྱོལ་པར་མཛད་དགོས། ད་ངག་གིས་འཇོན་མ་སོང་ཟེར། ད་ང་ཚོས་བལྟས་ཀྱི་ཡོད། གཞན་ཡང་བྲག་གི་སྲུབས་ནས་དངོས་སུ་མཐུན་པ། དངོས་སུ་ཐོན་པ། ཆེ་ཚེ་སེར་བས་སེར་རྒྱུན་ཞིག་སོང་ཀྱང་དོན་དུ། ལྕགས་ཀྱི་ཞུན། ལྕགས་ཀྱི་ཞུན་དེ་ཞེ་འདས་ཁང་འོག་གི་དེ་ཇེ་ཡང་དུ་ཁོ་རང་ཐལ་གྱི་གྲུབ་ཆ་དེ་རེད་ཟེར་ད་དེ། བྱས་མོ་བྱས། ད་རྒྱ་སྐད་ལ་དེ་ཐའི་ཡིག་ཡུལ་ལའང་ཟེར་མོ་བྱས་འདུག། འདི། ཡུལ་ལའང་ཐུག་ཟེར་མོ་བྱས་ད་ང་ཚོའི་སེ་འདོད་ར་རེད་ཟེར་གི་འོ་རེད་འདི་ཡུལ་ལའང་ཐུག་ཟེར་མོ་བྱས། མ་རྫོགས་ད་ཐའི་ཡིག་ཡུལ་ལའང་ཟེར་མོ་བྱས་ཡང་ད་རེས་དེ་ལ་ཏའི་ཡིག་སེ་མ་འདྲ་བ་དེ་ལས་སྲ་བ་ཅིག་དེ་འདྲ་ཅིག་ཡོང་འདུག་ཟེར་མོ་བྱས། ད་དེ་ངོ་བོ་ཅུང་ཟད་ཡང་ལ་ཁ་དོག་སེར་སྨུག་དང་དམར་སེར། སེར་པོ་དཔེ་མར་འདྲིས་པ། ལྕགས་ཀྱི་རྩ་ཞུན་འདྲ་བའམ་ཁྲག་སྐམ་འདྲ་བ། གཏོར་བས་མཚོན། བྱ་ཁ། འམ་སེར་སྨུག་རུང་བ། རྟ་ཐེལ་ཞིབ་ཞེབ་བཅས་ནི་མདོར་ནི་དེ་འདྲ་བྱས་ཡོད་དུས་ཐང་ག་བྲི་ས་ནི་དེ་ནས་མཚོན། བྱ་ཁ་ཟབ་མོ་དེ་ལམ་སང་བཟོ་གི་ཆོག་གི་འདུག། འོ་ད་དེ་འདྲའི་བྱེད། པར་རིས་དེ་ལྟ་བུ་ཅིག་ས་ཚིགས་དང་བསྡུར་རྒྱུ་ད་དེ་འདྲ་ཉུང་ཉུང་ཡིན་པ་དེ་འདྲ་ཅིག་སེམས་མུན་ཐོབ་ཅིང་སོ་མི་སྲེག་པ། དེང་དུས་འཕྲུལ་ཆས་ཀྱིས་བཏགས་པའི་ལྕགས་ཀྱི་ཡང་སྦྱོར་དངོས་པོ་ཡིན་པ། འདི་ནི་སྲོག་ཆགས་ཀྱི་བྲུན་སོགས་མ་ཡིན་པས་རང་བྱུང་གི་གཏེར་དངོས་ཏེ་བྲག་གི་ཞུན་སྣམ་གཅིག་ཡིན་པས། ཁོ་བོའི་སློབ་དཔོན་དམ་པ་བརྒྱུད་པར་བཅས་པས་གསེར་གཡོན་དུ་ངོས་འཛིན་མཛད་པ་ནི་གུས་པས་ཡིད་ལ་འཐད་ཆེ་ཤོས་ཡིན་ནོ། ད་དེ་ནི་ཅི་སྨྲས་གཅིག་བཏང་ན། ཕན་པ་མ་གཏོགས་གནོད་པ་ཡོད་ས་མ་རེད་ཀོ་བསམ་བསམ་གྱིས། དོན་འབྲས་ཅིག་ཡོད་ཟེར་དེ། ཁོ་བོ་གི་རང་འདོད་རེད། དབྱེ་བ་ནི་མ་ལ་ཡའི་དཀའ་འགྲེལ་དང་དྲི་མེད་བཤེས་འཕྲེང་སོགས་ལས་གསར་བ་དེ་དག་ལས་ཤེས་པར་མཛོད་ཅེས། འོ་དེ་སོགས་རྣམས་ནི་ད་ཞིབ་ཕྲ་མང་པོ་རྒྱས་པ་རྒྱས་པ་ཤིན་ཏུ་རྒྱས་པར་གསུངས་རྒྱུ་ཡོད། ད་གསུང་བཞག་དུས་དེ་ནི་དངོས་གནས་ལག་པ་འགྱུར་ས་འདྲ་པོ་འདྲ་ཅིག་ལ་ད་སྐབས་ལས་ཞི་བོ་འོང་གི། ད་ལྟ་ང་ཚོ་གཞུང་ལུགས་དང་ལག་ལེན་དུ་སོགས་དེ་འགར་ད་ག་རེ་མཐོང་འདུག་ཟེར་ན། དེ་ནི་གཞུང་ལུགས་དེ་ལ།

དེའི་སྔ་དེ་ནས་མཆོག་རམ་འབྲིང་མཐའ་བཅས་ད་ལྟ་དག་ང་ཚོ་ཁ་ཚང་རིག་གཞུང་བཞིའི་ནང་ལ་བཤད་པ་ནང་བཞིན་རྦད་དེ་མ་ཡིན་དང་དབྱེ་བ་དང་དང་འདྲ་ལ་སོགས་པ་མང་པོ་ཅིག་གསུང་བཞིན་འདུག་ཡིན་ན་ཡང་དེ་ནི་ད་ང་ཚོ་དེ་ནི་ས་ཆ་དངོས་ལ་འགྲོ་ལེན་འོང་བ་གི་སྐབས་སུ་ལ་ད་དེ་འདྲའི་སྟབས་བདེ་པོ་ཅིག་ཆོས་ནི་རྙེད་རྒྱུ་མེད་པ་དེ་འདྲ་ཅིག་ཡོང་གི་འདུག། དེ་སྐྱེས་དུས་རྟ་ནག་གི་འདིའི་ནང་ནས་གྲྭ་གཞོན་ཁྱེད་རྣམ་པ་ལ་གྲྭ་གཞོན་ཞེས་པ་དེ་ད་དག་གི་ང་ཚོ་ད་ཁེན་དྲ་བཀོད་འདུག་རྒྱུ་རིག་རྒྱུ་རེད་ད་འདིར་ནོར་འཁྲོལ་མེད་པ་རེད་ད་ཟེར་ད་བཤད་ཕོད་ཡོད་མ་རེད་བཤད་ཁག་པོ་ཅིག་རེད། ནོར་འཁྲོལ་མེད་ཀྱེ་རྩ་བ་ཆེ་ཡོད་ཀྱེ་རྩ་བ་ཆེ་རེད་ཟེར་ན་འདི་ཆོས་ནི་གྲྭ་ནི་རང་སྐྱོང་གི་བ་འོང་བ་གི་རྒྱུ་དེ་དག་རེད་མི་འགྲོ། ད་ནོར་འཁྲུལ་མེད་པའི་རྩ་བ་ཅི་རེད་ཟེར་ན། དེ་ནི་ད་དེང་སང་ས་ཁྱབ་རྡོ་ཁྱབ་ཀྱི་ཚང་མ་གི་བེད་སྤྱོད་གཏོང་འདུག་ཀྱི་འདི་རེད། དེ་སྔ་མ་ཧ་ལམ་གྱི་དེ་འདྲའི་འདྲ་གཅིག་བཏང་ནི་མ་གཏོགས་ད་དེ་ལས་དེ་ནི། གསེར་དངུལ་ཟངས་ལྕགས་ཀྱི་ཞུན་ཏོ་སོགས། ཅེག་དེ་དུས་ཁོང་རྣམ་པ་ཀི་ལན་དུ་བསྐྱོད་ན། དེ་ནས་ཅེག་རྫོགས་སོང་ན་རྫོགས་སོང་བས་ཀི་ཤུལ་ཅེག་ད་ལྟ་ཡོད་རྒྱུ་རེད་བ། ད་དེ་ཁྱོན་ནས་འོང་ཁག་པོ་འོང་ཐུབ། འོ་དེ་འདྲ་བྱས་དུས་དེ་ནས་ད་དེ། རྒྱ་ནག་གི་བཙན་བྱོལ་གྱི་དགོན་པ་དེ་ཚོ་ནང་གསུང་བཞག་པ་དེ་དོན་དྲུག་ཅིག་མདོ་ཙམ་ཞུ་བ་ལས་ད་འདི་རེད་འདི་མ་རེད་ཟེར་མི་ད་ཞུ་ཤེས་མ་སོང། ད་དེང་སང་རྩ་བཏབ་རྗེས་དེ་དབྱར་རྩ་དགོན་པའི་འདི་དེའི་ནང་ལ་བྲིས་བཞག་པ་དེ་ནང་བཞིན་རེད་ད་འདི་རྩ་བཏབ་རྗེས་དེ། དབྱར་རྩྭ་དགུན་འབུ་སྟེ། རྩྭ་བཏབ་རྗེས་དབྱར་རྩྭ་དགུན་འབུ་ཡིན་ཟེར་མི་འདུག་སོགས་དེའི་ནང་ལ་བྲིས་རྒྱུ་ཡོད་དེ། ད་འདི་རྩི་སྨན་ཡིན་ཟེར་མི་འདུག། ད། ཁོ་རང། རིན་ཐང་དེ་མཐོ་དྲགས་ནས་གོང་ཚད་དེ་ཆེ་དྲགས། ད་དེ་བྲིས་ལ་ཡག་ཡག་བཞག་པ་ད་དེ་འདྲ་ཅིག་རེད་མདོར་བསྡུས་ནས་བཤད་ན། འོ་ན་གོང་ཆེ་ཚད་དེ་རྩི་སྨན་གྱི་གྲས་སུ་བཞག་དགོས་ཀྱི་རེད་བས་ཟེར་ན་དེ་ཁྱད་མ་རེད་དེ་ད་ང་ཚོ་ད་ལྟ། ཧ་ལམ་དབྱར་རྩྭ་དགུན་འབུ་སྲིན་མོ་དེ་ལྟ་ན་ཡིན། ཧ་ལམ་གསེར་གྱི་གོང་ཚད་ལས་མཐོ་ས་དེ་འདྲ་འབྲོག་མོ་ཅིག་དེ་འདྲ་ཅིག་རེད་ད། འདི་ནུས་པ་དེ་ཡག་པོ་ཡོད་ཟེར། དེ་ནི་དེང་སང་བཤད་ཀྱི་འོག་རེད་སྔོན་མ་དེ་འདྲ་ཡོད་གསུངས་བཞག་པ་དེ་སོ་ཁོངས་དང་ལོངས་དེ་འདྲ་ཅིག་ཡོད་དེ་བྱས་ན་དེ་ནི་སྟེགས་སེ་ཡག་པོ་འདྲ་མིན་འགྲོ་བསམ་བསམ་བྱས། དེ་འདྲ་བྱས་པ་ཡིན། དེ་སྡེ་ཚན་དེ་དེ་ན་ཚོ་བཅུག་རྒྱུ་དེ་ད་ལྟའི་རེད་མ་གཏོགས། མ་གཞི་དབྱར་རྩྭ་དགུན་འབུ་བོད་སྨན་ནང་ལ་ཡོད་པ་དང། ད་ནི་ང་ཚོ་འདི་སོགས་ལ་རྩྭ་བཏབ་རྗེས་ཀྱི་བོད་ཀྱི་མ་ཡིན་ཡོད་པ་ད། འདི་སོགས་དེ་ནི་དེང་སང་རྒྱ་མི་གིས་ཉོ་གི་འདུག་སེ་ལམ་སང་བཞག་རྒྱ་མི་དེ་འདྲས་མ་རེད། དེ་བྱས་དུས་དབྱར་རྩྭ་དགུན་འབུ་ད་ཚང་མ་གི་མཁྱེན་གསར་ད་རེད། ད་གཞི་སྨན་གྱི་འཁྲུངས་པའི་དྲི་མེད་ཤེལ་གྱི་མེ་ལོང་ལས་བར་གྱི་བཞི་པ་རྩི་སྨན་གྱི་སྡེ་ཚན་ལས། རྩི་ཤིང་དང་སྲོག་ཆགས་གཏེར་དངོས་བཅས་རང་རང་གི་བྱེད་ཐབས་ལྟར་སྣང་སྲིད་དང་བཅས་པའི་ངོ་བོ་ངོས་འཛིན་མིང་ལ་སོགས་པ་རྒྱས་པར་བསྟན་ཟིན་ཏོ། ད་གཏེར་དངོས་ཞེས་བཀོད་པ་དེ་གཙོ་ཆེ་བ་འདིའི་ནང་ནས་གྲགས་རྒྱུན་དེ་དག་ང་ཚོའི་གཏེར་དངོས་ལས།

དེ་ལྟའི་དངོས་གཞི་དང་རྒྱག་དགོས་པའི་རྒྱུ་མཚན་དེ་འདྲ་རེད་དེ་མིན་ད་བཙུན་མའི་ནང་ལ་ད་ནི་སྲོག་ཆགས་དེ་དེ་རྩི་མཁན་གཉིས་མ་གཏོགས་སུ་ཡོད་ལ་མ་རེད་དེ་འོ་དེ་ད་བཙུན་མའི་དེ་མདོར་བསྡུས་ཀྱི་ཡིན་ལ།